བསྙེན་པ་དེ་ཡང་རེ་ག་རེ་ཡིན་ན་གཅིག། རེ་ཡོག་ཆེན་པོ་གཅིག་ད་རིན་པོ་ཆེ་གི་རེ་འདྲ་བ་གཅིག་མིན་པའི་སྐད་ཆ་ཤེས་གི་ཡོད་ད། ད་རྗེ་དེ་མེད་འགྲོ་ས་གོང་དུ་རེ་སེར་པོ་འདྲ་བ་ད་ག་འདྲ་ཡིན་ན་སྐབས་དེ་དུས་སངས་རྒྱས་ཀྱི་ཆུ་བོའི་བཟོ་ཆོག་ཡག་གི་རེ་གཅིག་རེ་ཤི་ད་རེ་ཡོག་དུ་རིན་པོ་ཆེ་གི་རེ་དེ་འདྲ་གཅིག། དེ་འདྲའི་ཅིག་བཀོད་འདུག་ད་འཚོ་བཞེས་ཀྱི་དེ་རེད་དེ་རིན་པོ་ཆེ་བརྒྱ་སྟོང་རུ་བ་དེ་འདྲ་རེད་ཤག་ཟེར་ནས་རྒྱ་པོ་ལ་ནི་སྒུག་ཡ་གལ་མེད་ད་དེ་སངས་རྒྱས་བཅོམ་ལྡན་འདས་ལ་ཕུལ་ན་དགག་རེད་བསམ་ནས་སངས་རྒྱས་ལ་ཡར་ཕུལ་དུས། སངས་རྒྱས་ཀྱིས་ཀུན་དགའ་བོ་ལ་དེ་བཙེམས་བཅུག་དུས། ཆུ་གོས་གསོམ་ཅེས་སངས་རྒྱས་རང་ལ་རྒྱལ་མོ་ལོ་ཡ་དེ་འདྲས་ཀྱི་ཆུ་གོས་གསོམ། ཀུན་དགའ་བོ་ཁོ་རང་གི་གོས་ཡང་གི་སྟོད་གཡོགས་གཅིག་སྨད་གཡོགས་གཅིག། ནི་གསེར་སྦྲ་གཅན་འཛིན་ལ་གོས་ཡང་གི་བདུད་ཟན་གཅིག། ང་དེ་འདྲས་ཅིག་བླང་བར་རེ་ཞིག་ད་དེ་འདྲས་ཀྱི་རས་ཡོག་ཆེན་པོ་ཅིག་ཡོད་ཡིན་ཟེར་བ། ཆུ་གོས་དང་སྟོད་གཡོགས་སྨད་གཡོགས་ཧ་གོ་དགོས་རེད་བ་ད་བདུར་ཟན་ཟེར་ན་དེ་རེད། ཆུ་གོས་ཀྱི་ཕྱི་ལ་གོས་ཡང། ཆུ་གོས་དེ། སངས་རྒྱས་ཀྱིས་ནམ་བཟའ་ནང་ལོགས་ནས་རྩ་ཆེ་ཤོས་ཡིན་ཟེར་བ་ད་དེ། གཟུགས་པོ་ནས་ཕར་རྔུལ་ནག་གི་བར་བཙོག་པ་མ་ཆགས་ཡག་གི་ནང་ལ་གོས་ཡན་གཅིག་བྱས་དུས་དེ་ལ་རྔུལ་ལེན་བྱེད། ཕྱི་ལོགས་ནས་ཚོད་ཐལ་ལ་དང་ཁྱོད་ནང་ཕང་ཐོག་ནས་བཙོག་པ་ཆགས་མི་འགྲོ་ཡག་གི་ཅེས་གོས་ཡན་ཡོད་པ་དེ་ལ་བདུད་གཟིངས་ཞིག་འདུག་ཨ། ད་ལྟ་ང་ཚོ་གཟིངས་རིང་པོ་གཅིག་གོན་བསྡད་ཡོད་དུས་རྔུལ་གཟིངས་དང་བདུད་གཟིངས་གཉིས་ཀ་གི

ཨ་དེ་གཅིག་རེད་ད་དེ་གི་ཆ་ནས་ཀྱང་ཁོ་རང་ཤོག་སྐྱིད་ནི་གཏུམ་པོ་ཡིན་པ། ཚོགས་གཞི་གཞོན་ནུ་ཀྱང་གསེད་བཀྲོལ་བྱས་བ་ད་དེ་གཉིས་ཀྱི་ཆ་ནས་ཀྱང་ཀོ། གཏུམ་པོ་ཡིན་པ་ཡང་མཚོན་གྱི་འདུག་ལ་ཡང་ཁོ། དྲིན་བཟོ་མཁན་ཅིག་ཡིན་པ་དེ་ཡང་དེ་ནས་ཀྱིས་མཚོན་གྱི་འདུག་ཨ། ཀྱེ་ད་འདི་སྒྲོངས་འདི། ཁོ་གཏུམ་པོ་ཡིན་པའི་རྒྱུ་མཚན་རེ་རེ་དང་ཡང་དེ་ནི། ཁོ་གསང་ཤེད་ཐུབ་མཁན་ཡིན་པའི་རྒྱུ་མཚན་འདྲ་བོ་རེ་རེ་མར་བསྒྲགས་ནས། སྙིང་རྗེ་མོ་ཡོད་དེ། ད་དེ་ནས་ཁོ་གཏུམ་པོ་ཡིན་པའི་རྒྱུ་མཚན་གྱིས་ག་རེ་ཡོད་རེད་ཟེར་ན། ཨ་ཡོད་རྡོ་འགྱོག་ཟེར་ཟེར་དེ་ལ་བརྟག་ཤེས་ལ་ཟེར་དེང་སང་ཡིན་ན་པག་སི་ཐན་ནང་ལོགས་ལ་ཡོད་རེད་ད་དེ་ར་རྒྱ་པོ་གཅིག་ཡོད་ཟེར་རེད་དེའི་ཁོའི་ལུང་པ་ནང་ལོགས་ལ་བུ་མོ་སྙིང་རྗེ་མོ་སྤྲང་མོ་ཡོད་རེད་ཟེར་ནས་བཤད་སྲོལ་ཡོད་ཟེར་བ། དེ་ད་རྒྱ་པོ་དེ་ར་ཕ་རྫུན་མ་རྫུན་སྐྱེས་སྤྲད་ནས་འཁྱམས་སུ་འདུག་བ་འཁྱམས་འགྲོ་དུས། ལུང་པ་དེ་ལ་བུ་མོ་བཟང་མོ་སེར་སྙིང་རྗེ་མོ་སྤྲང་མོ་གཅིག་ཡོད་ཟེར་རེད། འདི་ཅི་དང་བཟང་མོ་བསད་དུས་གསུང་རབ་ནང་ལ། མཛེས་མ་ཚང་མ་མིང་བཟང་མོ་ཟེར་བའི་བཟོ་འདྲ་བོ་དེ་འདྲ་ཡོད་ཡོད་རེད་ད་གར་ཡིན་ན་མིན་ན། དེ་འདྲའི་གི་བུ་མོ་ཅིག་དང་ཐུག་ནས་ད་ཁོ་གཉིས་སྐྱིད་པོ་དང་བསྡད་བཞིན་དུས། བློན་གེ་སི་དང་སྨད་བཟའ་འབུམ་གྱིས་ཐུག་བ་ནང་གི་གྱི་ཉི་མ་ག་དེའི་སྐྱིད་ཆད་མ་རེག་ནས་ཞི་བ་འགོར་སོང་ཡིན་ཟེར་བ། དེ་འདྲའི་ཅིག་ལས་ཕོ་བྲང་ནང་གི

ད་ཡང་མིན་ན་རྒྱལ་པོ་ཁྱོད་རང་གི་སྲས་ཡིན་ནས་ཁྱོད་གི་དབང་ཆ་ཚང་མ་སིང་ཡ་གི་རྩིས་རེད་ཤག་སི། དེ་མིན་ན་ཉི་མ་བདུན་གི་ནང་ལོགས་ལ་ང་ཚོ་ལ་རྒྱལ་པོ་བསྟན་ཡ་མེད་ཡ་ཡིན་ན་ང་ཚོས་རྒྱལ་པོ་གསར་པ་བསྐོ་གི་ཡིན་ཟེར་ནས་ད་ངོ་རྒོལ་ཤུགས་ཆེན་པོ་བྱུང་འདུག་དེ་ཡིན་དུས་ད་སུས་པ་དེ་ནི་གདོང་འཇོག་ལ་འགྲོ་དགོས་ཁེལ་འདུག་ག་ལེ་འགྲོ་ནས་རྒྱལ་པོ་ལ་དེ་ལབ་ནས་ཁོ་གཉིས་ཚུར་བོས་འོང་འདུག་བོས་ཟེར་ན་མི་འདུག་ད་ཚུར་ཡོང་དུས་ཁོ་ཚོ་གླང་པོ་ཆེ་དེ་མགྱོགས་པོ་ཞི་བ་བྱས་པའི་སྐད་ཆ་རེད་གླང་པོ་ཆེ་དེ་མགྱོགས་དྲགས་ནས་ཁོ་མགྱོགས་པ་ཚུར་བསླེབས་ཡོད་རེད་ཟེར་གྱི་ཡོད་རེད། ཚུར་བསླེབས་དུས་ད་རྫུན་རྐོ་མ་སྡོད་ཡག་གི་ཆེད་དུ་རྒྱ་བོད་ཕོ་བྲང་ནང་ལ་དང་པོ་ནས་ཡོལ་བས་བཟོ་འདྲ་བ་བཟོ་དུས་ག་ལེ་ཡག་ལྐོག་ལ་ཡང་ཕོ་བྲང་ནང་འཛུལ་ཤོག་ཟེར་བ། ད་དེ་འཛུལ་ལོང་འཛུལ་སྟངས་འདྲ་བོ་འདི་ཁོ་གཉིས་གྲོས་བྱེད་དུས་སུས་པ་ད་གཡོག་པོ་ཁྲི་སྐུ་སྲོང་ཁྲི་ནས་རྗེས་དགོས་ནས་ཚང་མས་ཧ་གོ་བ་ཅི་ཡང་མ་འགྲོགས་ནས་ཆོག་གི་ཡོད་རེད། ད་རྒྱ་བོད་ཕོ་བྲང་ནང་ལོ་ལོའི་དང་པོ་ནས་ཡོད་ཡོད་ཀྱི་བཟོ་དེ་བསྟན་དུས། རྒྱ་བོད་དེ་འདྲའི་ཆོས་མ་རྩོག་པ་འགྲོ་སར་གྱི་དེ་འདྲའི་ནི་ཡར་འཛུལ་དགོས་གི་ཟེར་བ་འཛུལ་ཡས་ཁོ་གཉིས་བཟོས། དེ་བྱས་ནས་རྒྱ་བོད་ག་ལེ་དེ་ནི་དོང་འདྲ་དེ་ནང་ནས་ཡར་རྩོག་པ་ཡོད་ཟེར་དེ་ནས་ནི་ཡར་འཛུལ་ཡོང་དུས། མེ་ཏོག་གི་ལྡུམ་ར་ནི་བླུགས་ཡོད་ཟེར་མེ་ཏོག་གི་ལྡུམ་ར་ནི་ད་རུ་ཁོ་ཡར་དེ་འདྲའི་ཁྱོད་འགྲོ་སོང་བཙོག་པ་འགྲོ་སོང་ནག་ལས་ཟེར་གི་རོ་རྒྱ་གར་གི་དེ་འདྲའི་གི་ཨེ་ཀོང་དེ་འདྲ་ས་གོག་ལ་ཡོད་ས་རེད་དེ་ནས་ཡང་མཛོད་ཤེས་གབ་ཤེས་ཅིག་ནས་ཡོང་དུས་ཨེ་བུ་མོ་ཀ་ཤེས་ཅིག་གིས་སྐད་ཆ་བཤད་བསྡད་པ་གོ་འདུག་རྒྱ་བོ་གིས་བུ་མོ་དེ་ཚོས་ག་ལ་ལབ་ཡོད་རེད་ཟེར་དུས་ཨེ་རྒྱ་བོ་དེ་ཕྱི་ལོག་ལ་སོང་བ་རེད་ཟེར་ཨེ་ཉི་མ་བདུན་རེད་དུས་ཚོད་ལས་བསྒུག་ཡོད་ཡིན་དུས། ད་སུས་བག་གི་ཕོ་བྲང་ནང་ཡོད་ཟེར་སྔོན་མ་སྐྱག་རྫུན་བཤད་རྒྱ་བ་ཡིན་ཚ་དེ་གི། རྒྱ་བོད་ལྟོག་ཁོང་ནི་ཡ། ལྟོག་ཁོང་ཟེར་ནི་ད་དེ་རེད། ན་ལས་ཀྱི་ཁྱོ་འགྲོ་ས་གི་བཙོག་པ་དེ་འདྲ་གི་རྒྱུན་ནི་སང་ཁྱོ་ད་དེ་འདྲོ་ནང་ལོག་ནི་ཡ། ཕོ་བྲང་ནང་ལ་ཡུང་ཡ་གི་ཐ་ཁེ་ཚེ་གི་བ་རེད་ཟེར་གི་འདུག་ཨ་སི། ཟེར་ནི། སྐྱེས་དམན་དེ་གི་དེ་འདྲ་སྐད་ཆ་བཤད་བསྡད་བ་དེ་རྒྱ་བོད་གོ་འདུག་ཨ། ད་ཁོ་རང་གིས་བསམ་ན། སུས་པ་ཁོ་གཉིས་གཅིག་པོ་ཁོའི་གསང་བའི་གི་སྐད་ཆ་ཡིན་དུས་ད་ལྟའི་གཞན་སུ་གཅིག་གིས་ཧ། མོ་གོ་ཡ་རྩིས་བརྒྱབ་དུས་རྒྱ་བོ་ཧང་སང་ཡོད་ཟེར་བ། བུ་མོ་དེ་ཚོ་གིས་དེ་འདྲ་བཤད་ནས། ད་གང་ལྟར་ཁོ་དེ་འདྲ་ངའི་བདེན་ལུགས་ཅི་མོ་ཡ་ཡིན་ཙང་ཁོ་ཡར་སོང་ནས། ཕོ་བྲང་ནང་ལོགས་ལ་ཡར་ཐར་ཚུལ་བྱུང་འདུག་བ། ཡིན་ནའི་ད་ཁོ་བློ་སྐྱེས་བསྡད་ཡོད་མ་རེད་བུ་མོ་དེ་ཚོ་གིས་དེ་བཤད་ནས་ཧ་གོ་ཚར་དེར་བ། གསང་བ་ག་ཚོད་བཟོས་བ་ཡིན་ནམ། ད་སྐོར་ཕྱི་ལོག་ལ་སོང་རེད་ཟེར་ཡ་དེ་ད་དེ་འདྲ་རེད་དེ། གསང་བ་བྱས་ནས་སོང་ཡོད་རེད་བློན་པོ་སུས་བ་གི་མ་གཏོགས་ཧ་གོ་གི་ཡོད་མ་རེད་བ། ད་དེ་ཡང་ཅིག་གཞང་ཁང་ནས་སོང་རེད་ཟེར་ཡ་དེ་ཡར་ཡོང་དུས་ཡང། བཙོག་པ་དེ་འདྲ་འགྲོ་ས་གི་ན་ལའི་ནང་ནས་ཡར་ཡོང་རེད་ཟེར་དེ་ཚོ་དེ་རྒྱབ་པའི་མཚན་ཤས་ཆགས་གི་ཡོད་རེད་བ། ད་ཁོག་གི་ཕོ་བྲང་ནང་ཡར་སླེབས་བ་དང་མཉམ་དུ་ལམ་སང་ཁོས་སུས་བ་ལ་འཁྲུག་པ་བརྒྱབ་འདུག་བ། ཨ་ཁྱོད་མི་ཡག་གཅིག་རེད་མི་འདུག་གསང་བ་ཐུབ་མཁན་རེད་མི་འདུག་སི་གར་ཅིག་བཤད་སྲིད་དུས་བུ་མོ་དེ་ཚོ་གི་དེ་འདྲས་སི་ལབ་ཡོང་འདུག་སི། མ་རྩ་ནས་ཁྱོད་རང་གིས་གདོང་འཇོག་ནས་འདི་མ་ལས་ཀི་བར་དུ་ཁྱོད་རང་ང་ལ་ཟུར་ཟ་ཐེངས་མ་མང་པོ་ཞིག་ར་བྱས་སོང་སི། དེ་ཚོ་ངས་ཁྱོད་ལ་རྩིས་རྒྱག་ཡིན་སི་ལས་སླ་བོ་རྒྱག་གི་མིན་སི་དེ་ནས་རྒྱ་པོ་ག་རོག་སློང་ལངས་འདུག་ཨ། དེ་ནས་བསུས་པ་ག་རེ་རེ་ཞིག་འབྲི་ཤེས་རྒྱབ་ཡོད་རེད་དེ་ལས་བསུས་པ་ཁོ་གཉིས་རྩོད་པ་རྒྱབ་ས་དེ་ཤེས་པ་ཡིན་ན་དེ་ལ་ཡང་གོ་རྒྱུ་འདྲ་བོ་གཏད་ཆེ་ཡོད་རེད། མི་མང་པོ་ཅིག་དེང་སང་དེ་ནས་གོ་ནོར་ཐེབས་ནས་སྨྱོ་འདྲ་ལྷང་འདུག་ཡོད་རེད་བ། དེ་ནས་ག་རེ་བྱས་སོ་ལབ་དུས་རྒྱ་བོད་ཁའི་གསུས་པ་ལས་དེ་ལབ་འདུག་བ། ཁྱོད་རང་གི་དང་པོ་མ་ཡོང་དུས་ནས་ནས་ས་ཡི་འཚོ་བ་དེ་ཚོ་ནི་ད་འདི་འདྲའི་རྐྱང་རྐྱང་རེད་ཟེར་ནས་ལབ་སོང། ས་ཡི་འཚོ་བ་ཟེར་དུས་ཁོང་འཚོ་ཐེབས་ས་ལ་བལྟས་ངེས་ཡོད་བ་ཟེར་ཡོང་དུས། ཆེ་ས་ནས་རྒྱ་བོད་གོག་ཡོད་ས་རེད་ཅུང་ས་ནས་ཞིང་པ་འདྲ་ལ་གོག་ཡོད་འདུག་སྟེ། དེ་ལ་བ་དེ་ཡང་རྒྱ་བོད་ཁོ་རང་ལ་ཟུར་ཟ་བྱེད་མགོ་ཡོད་བསམ། ག་རེ་ཟེར་ན་རྒྱ་བོད་ལ་འགའ་ནས་དཀའ་ངལ་མང་པོ་འཕྲད་འདུག་བ། དཀའ་ངལ་འཕྲད་སྡུག་པོ་མྱངས་བའི་ཁ་དོག་ལ། ཁོ་དེ་འདྲའི་ལག་ཡ་དང་ཁ་དོག་ཁེག་ཡོད་ས་རེད་བ། དེ་ལྟར་རྒྱ་བོག་བསྲངས་ན་དེ་ཁོ་རང་ལ་ཟུར་ཟ་བྱེད་མཁན་ཡོད་བསམས། དེ་ནས་ཐེངས་མ་གཅིག་ཡང་རྒྱ་བོག་དཀའ་ངལ་འཕྲད་བསྡད་པའི་སྐབས་ཀྱི་ལས་ཁྱོད་རང་གི་ང་ལ་སྤྱོད་ཡོན་མ་ཡིན་པར་སྤྱོད་པ་ཐུག་ཡིན་ལ་འདི་འདྲའི་ཡོང་གི་རེད་ཟེར་ལབ་སོང་ཨ་ཟེར། དེ་ཁྱོད་ང་ལ་ཟུར་ཟ་བྱེད་ཀྱི་ཡོད་རེད་ཟེར། ང་གཞང་ཁང་ནས་སོང་བ་ཡིན་ཙང་སྤྱོད་ཡོན་མ་ཡིན་པར་སྤྱོད་མཁན་ཐུག་ཡིན་ལ་འདི་འདྲའི་ཡོང་གི་རེད་ཟེར་ཁྱོད་རང་གི་ང་ལ་ཟུར་ཟ་རེད་བ་ཟེར། ཨ་སྙིང་པ་འདི་དོན་དུ་གཉེར་བ་མ་ཡིན་པར་རྙེད་མི་རུང་བ་དོན་དུ་རྙེད་ན་ནི་ངན་འབྲས་འདི་འདྲ་ཡོང་གི་རེད་ཟེར་ལབ་ཀི་འདུག་ཟེར་དེ་ཡང་ཁྱོད་རང་ང་ལ་ཟུར་ཟ་བྱེད་ཀྱི་ཡོད་རེད་ཟེར། ཨ་དེ་འདྲའི་ཕར་ཤེས་ཡོང་དུས་དེ་ནི་སུས་བག་གི་འགྲེལ་བཤད་རྒྱག་ཡོད་རེད། ངས་དེ་འདྲ་ལབ་ཡོད་རེད་ཟེར་ཡིན་ན་ཡང་དེ་ཨ་ཁྱོད་རང་གི་གོ་བ་ལེན་སྟངས་དང་ངའི་བསམ་སྟངས་གཉིས་ཁག་རེད་ཤག་ཟེར། ངའི་ས་ཡི་འཚོ་བ་དེ་ཚོ་ལ་འདི་འདྲ་ཡོད་རེད་ཟེར་ཏེ་ངའི་སྙིང་གླང་པོ་ཆེ་མ་གཞོན་ནས་ཡོང་དུས་གླང་པོ་ཆེ་རྐང་འབག་གིས་རྫ་མཁན་གྱི་རྫ་མ་བཀྱགས་སོང་བ་སི་ལང་ག་ནས་བྱས་ཙང་རྫ་མ་བཀྱགས་པ་ཡིན་ཙང་རྫ་མཁན་དེ་དག་ཞི་བའི་སྡུག་བསྔལ་ཅིག་གི་འདུག་ཨ་ནི་ངའི་རྒྱུ་མཚན་དེ་ལ་བརྟེན་ནས་ཨ་ནི་ས་ཡི་འཚོ་བ་དེ་གི་འདི་འདྲ་རེད་ཟེར་ལབ་པ་ཡིན་སྲིད། དེ་རྫ་མ་དེ་ས་ལ་བཟོས་ནས་འཁོར་རོགས་དེ་ལ་འཚོ་བ་སྟེང་བསྡད་མཁན་ཆགས་ཡོད་རོགས་རྫ་མཁན་དེ་བྱས་ཙང་དེ་འདྲའི་ལ་བརྟེན་ནས་ངས་སྐད་ཆ་འདི་བཤད་པ་རེད་ཡིན་ཡང་འདི་ངའི་ཉེ་བར་འགོག་གི་ཡོད་པའི་སྐད་ཆ་རེད་འགྲོ་གི་འདུག་གི་མཐོང་སྣང་དེ་ཚོ་ཁྱོད་རང་ལ་ཕོག་སོང་བ་རེད། དོན་དུ་གཉེར་བ་མ་ཡིན་པར་དོན་དུ་གཉེར་ན་ཡོང་རྒྱུ་འདི་རེད་ཟེར་ཡས་དེ་ངས་ཁྱོད་རང་ལ་ལབ་ཡོད་མ་རེད་སྐབས་དེ་དུས་ཁྱོད་རང་གཉིད་ཁུག་བསྡད་པའི་སྐབས་སུ་སྦྲུལ་ཅིག་ཡོང་ནས་སོ་རྒྱུ་སྒྲོ་བྱེད་ཀྱི་འདུག། ངས་གྲི་བརྒྱབ་ནས་སྦྲུལ་དེ་དུམ་བུ་གཉིས་ལ་སྟོབས་བཞག་ཡིན། ཁྱེད་ཚ་སྦྲུལ་དེ་གི་ཁྱོད་རང་གསལ་ཡག་གི་དོན་དུ་གཉེར་གི་ཡོད་ཡིན་ཙང་དོན་དུ་གཉེར་བ་མ་ཡིན་པ་གྱི་དོན་དུ་གཉེར་བ་ཡིན་ན་ཡོང་རྒྱུ་འདི་རེད་ཟེར་ནས་ངས་སྦྲུལ་དེ་དུམ་བུ་གཉིས་དུ་གཏོར་བའི་སྐབས་ཀྱི་སྐད་ཆ་རེད། ཁྱོད་རང་དཀའ་ངལ་འཕྲད་བསྡད་པ་ཡིན་ཙང་ཁྱོད་རང་ལ་ཕོག་སོང་བ་གོ་སོང་བ་རེད་གོ་ནོར་ཐེབས་སོང་བ་རེད་ཟེར་ནས་འགྲེལ་བཤད་བརྒྱབ་ཡོང་དུས། ད་རྒྱ་བོད་དེ་མ་རེད་ཟེར་གྱི་མེད་ཡིན་ཟེར་ཁོ་རང་དེ་ཏག་ཏག་ཡང་གྱོང་དུ་ཡོད་རེད་བ་བསམ་བློ་ཡང་དྭངས་བྱས་ཡོང་དུས། ཁྱེད་ད་ལྟ་ང་ཚོ་གི་སྤྱི་ཚོགས་ནང་ལོག་ལ་དེ་འདྲ་མང་པོ་ཡོང་གི་འདུག་བ། མི་གཅིག་གི་བསམ་བློ་གཞན་པ་གཅིག་ལ་བཏང་སྐད་ཆ་བཤད་དུས་གཞན་པ་གཅིག་གིས་ཡང་རྒྱུ་མཚན་གཞན་པ་གཅིག་གི་སྐོར་ར་འདྲ་རྒྱབ་ཁོ་རང་ལ་ལང་དགོས་བསམ་ཡང་ཕོག་བསྡད་ཡ་དེ་གི་ཆ་ནས་སློང་ལང་བསྡད་ཡ། འཁྲུག་པ་ཤོར་བསྡད་ཡ་རྩོད་པ་ཡོང་བསྡད་ཡ་དེ་འདྲ་ཡོང་གི་ཡོད་རེད་བ། ངས་འདི་ཚོ་དཔེ་རྙིང་རྒྱས་པོ་འདུག་བསམ་གི་རེད། ད་དེ་འདྲའི་གི་དཔེ་མང་པོ་ཡོད་དེ་ངས་གསང་མ་ཐུབ་ཚུལ་དུས་མེད། དེ་ནས་རྒྱ་བོད་ཁུལ་ད་དེ་ཚོ་འདྲ་བོ་འདུག་ཟེར་ཁྱོད་དེ། ཡིན་ན་ཡང་ད་ང་རང་གཉིས་སྐྱིད་པོའི་སྐད་ཆ་བཤད་ནས་ང་འདི་ནས་ནཱ་ལེ་ནང་ལོགས་ནས། བཙོག་པ་མ་བབས་ས་ཁའི་ཨི་ཀོང་ནང་ལོགས་ནས་ཡར་འཛུལ་ནས་ཕོ་བྲང་ནས་ཡོང་གི་ཡོད་བ་དེ་སྐྱེས་མིང་དེ་ཚོས་ག་འདྲའི་ཚ་གོ་བ་རེད་ད་དེའི་རྒྱུ་མཚན་གྱིས་ཁྱོས་བཤད་ཤོག་ཟེར། ངས་གཉིད་མ་ཐུབ་སུ་གཅིག་ཧ་གོ་གི་མེད་བ་ཟེར་ལབ་དུས། སུས་པ་གི་ད་དེ་གཞན་གི་གས་མ་རེད་སྐྱེས་དམན་དེ་ཚོ་དེ་ཕ་རྗེས་ཕྲ་མིན་ཟེར་ཡ་དེ་རེད་ཡོད་རེད་ཕྲ་མིན་མ་ཟེར་ཡ་དེ། ངག་སུ་གྱེར་བཤད་རྒྱུ་མ་འཇོག་ཁོ་ཚོ་ཧ་གོ་སྟངས་བལྟས་ན་ཁོ་ཚོ་སྐྱེས་དམན་དེ་ག་ཙམ་མ་རེད་དེ་ཕྲ་མིན་མ་རེད། བྱས་ཙང་ང་ཚོ་གི་ཕྲ་མིན་མ་དེ་ཚོ་དེ་སྔུན་ལ་བསད་རྒྱུ་གི་འདུག་ཟེར་ནས་ད་སུས་པ་གི་དེ་གི་སྐད་ཆ་དེ་བཤད་འདུག་བ་དེ་རྒྱ་པོ་ཡིད་ཆེས་ནས་ད་འགྲིག་གི་རེད། ཕྲ་མེན་མ་ཏི་གི་ཡང། མེ་བ་ཟོག་གི་རྡོ་ལ། རྒྱལ་པོ་སྲ་བ་ཀོ་གི་ཡིན་སྲིད་ནི་ངོ་རྒོལ་རྒྱབ་གཉིས་ཀྱི་བྲམ་ཟེ་ཏི་གི་དེ་ནི་ཚང་མ་མེ་བ་ཟོག་དགོས་ཀྱི་ཡོད་སྲིད་ཡིན་ན་ཡང་ཀོ་ཚོ་ཧ་ཅང་གི་ཤུགས་ཆེན་པོ་མང་པོ་ཡིན་ཙང་ག་འདྲས་བྱས་ནས་བསད་དགོས་རེད་ཟེར་དུས་ད་སུས་བག་གི་བློ་བཏོན་བ་རེད། དང་པོ་ངེད་གཉིས་ཀྱི་ཕྲ་མེན་མ་ཏི་ཚོ་དེ་ཏག་ཏག་བཟོས་དུ་དེ་ནས་བྱོས། ག་ལེ་ག་ལེ་བྲམ་ཟེ་སེ་དེ་ནི་མ་ཡོང་གི་རེད་ད་དེ་ཚོ་ཁྱོད་རང་ང་ཀློག་གི་ཤེས་དུ་ངས་ཏག་ཏག་བཟུང་ཟེར་ནས་སུས་པ་གི་ལྭ་བ་རེད་ངས་རྒྱབ་པའི་འགྲིག་རེད་ཟེར་ཨེ་སུས་པ་གི་ད་ཁོ་རང་ཚོ་ཕྲ་མེན་མ་ངོས་ཟིན་ཡང་གི་ཁྱོ་ག་འདྲ་བ་ཅིག་འདུག་ད་ཤིང་འདྲ་ག་འདྲའི་བཟོ་ཡོད་ན་ལག་པ་གི་བཟོ་འདྲ་བ་ཅིག་བཟོས་ནས་རྩེད་མོ་རྩེ་ས་གི་བཟོ་འདྲ་ཅིག་ཨ་ལེ་པེ་གོ་འདྲ་བ་ཅིག་དེ་ལ་པད་མ་གི་རི་མོ་ཡོད་པ་ཅིག་བྲིས་ནས་ཨེ་དེར་འཁྲོམ་ལ་སྟོན་ནས་བཙོང་གི་འདུག་བ། དེ་བཙོང་དུས་དེ་ཉོ་གི་ཡིན་ཟེར་མཁན་སྐྱེས་དམན་ཡོང་བ་ཡིན་ན་དེ་སྐྱེས་དམན་དཀྱུས་མ་རེད། དེ་ལས་གཅིག་བཏགས་ནས་མ་ཉོ་བ་བྱས་ནས་རྒན་མོ་གཅིག་ཤོར་ནས་འགྲོ་གི་འདུག་ན་དེ་ཕྲ་མེན་མ་རེད་ཟེར་གྱི་ནི། ད་གང་འདྲ་ཐུག་གི་ཡོད་ན་འདྲ་མེད་ན་འདྲ་དེ་གི་དབྱེ་མཚམས་འདྲ་ཤེས་ས་འདྲ་བ་དེ་དེ་བཟོས་ནས་མ་ཉོ་བ་གཅིག་རྒན་མོ་ཤོར་ནས་འགྲོ་མཁན་དེ་འདྲ་བྱེད་ཁི། ལྔ་བརྒྱ་ཐམ་པ་ཅིག་རག་འདུག་བ་ཐོ་བརྒྱབ་ནས་ཉི་མ་གཅིག་ལས་དེ་ཚོ་ཚང་མ་ལ་རྔན་པ་སྤྲད་ཡ་ཡོད་སྲིད། ཕྲ་མེན་གི་རེག་དེར་ཡང་ཁོར་དམིགས་བསལ་གི་རྫས་ཡི་དྭགས་ཁ་ལང་ཡིན་ན་ཁ་ཤས་ལས་དམིགས་བསལ་གའོ་བྱེད་ཡ་དེ་འདྲ་ཡོད་ས་རེད་བ། འོ་དེ་འདྲའི་གི་ད་སུས་ཚེག་དང་ཞེ་ལ་དང་རྔན་པ་དང་དྲ་རྒྱས་པོ་ཡོད་ཟེར་ཁྱབ་བསྒྲགས་ཅིག་བྱེད་དུས། ཨ་ཁོ་རང་ཚོ་ཕྲ་མེན་གི་རེག་དེ་ཚོ་ཚང་མ་དེ་འདུས་ཡོང་བ་རེད་སྲིད་འདུས་ཡོང་དུས་རྔན་པ་ཐོ་བརྒྱབ་བ་ནང་བཞིན་ལྔ་བརྒྱ་ཏག་ཏག་བྱུང་བ་རེད་སྲིད། དེ་ཙམ་ལྔ་བརྒྱ་ཏག་ཏག་བྱུང་བ་ཡིན་ཙང། ཨ་ནི་དེ་ལྔ་བརྒྱ་དེ་སྟོད་ཐོའི་ཁ་ལ་སྟོད་གཅིག་ལ་ད་ཁོ་ཚོས་མེ་དྲ་ལོན་ནས་བསད་འདུག་ཨ། དེ་བསད་ཚར་དུས་ད་རྒྱ་བོ་སློང་ལང་ཤོས་དེ་བྲམ་ཟེ་དེ་ཚོ་ལངས་འདུག་ཡོད་ས་རེད་ཁོ་རྒྱ་སྲིད་ཕོ་རོ་གཅིག་ཡོད་རོགས་རྒྱ་བོ་གསར་པ་ལྐོག་ཡིན་ཟེར་ཡོང་དུས་ད་དེ་ཁོ་སློང་ལང་ཆེ་ཤོས་དེ་ཡིན་དུས། ཨ་སུས་པ་སེ་བློན་པོ་དེ་ཡ་ཁོ་སློང་ལྟས་ཚུལ་ལངས་འདུག་ཡོད་རེད་སྐོར་སྡུག་པོ་ཞིག་བཏང་ར་བ་ཁོ་ལ་སྤྱོད་འཛུགས་བྱས་ནས། ཨ་བྲམ་ཟེ་སྲས་དགུ་ན་ཧ་གོ་ན་ཁོ་ཚོ་ཁྲི་བརྒྱད་ཡོད་རེད་བ་འཛེང་ན་ཡང་རེད་ལ་ཤུགས་ཆེན་པོ་ཡིན་ཟེར་བ་མགོ་སྐོར་བཏང་ཡོད་ཟེར་རེད་དེ་ཡིན་དུས་ད་ངའི་སྐལ་བཟང་ཕྲ་མེན་མ་ལྔ་བརྒྱ་ཐམ་པ་སྲས་ཡིན་ནིས་ད་དེ་ཚོ་གི་སྡིག་པ་བཤགས་དགོས་ཀྱི་འདུག་སྡིག་པ་བཤགས་དུས་ཨ་བྲམ་ཟེ་དང་ཨ་དགེ་སྦྱོང་དང་ད་སུ་ཡོད་ན་ཡོང་ནས་དེ་ཚོ་གི་སྡིག་པ་བཤགས་ཡག་གི་ཁྱོ་ག་དེ་འདྲ་གྱི་བྱེད་དགོས་ཀྱི་ཡོད་ཨ་ནི་དེ་ལ་ཡོན་དང། ཞིག་ལ་དུ་བྱ་ནུམ་པ་ཡོད་ཟེར་ནས་བརྡ་ཐོ་བཀྲམ་ཡོང་དུས། ད་ཅིག་འཛོམས་ཡོང་དུས་བྲམ་ཟེ་ཁྲི་བརྒྱད་འཚོ་བ་རེད་ཟེར། ད་བྲམ་ཟེ་ཚང་མ་འཚོ་ཡོད་ཟེར་མ་རེད་དེ་ད་གང་ལྟར་སམ་ཁྲི་བརྒྱད་ཐམ་པ་འཛོམས་འདུག་ཨ། ཁྲི་བརྒྱད་ཡར་འཛོམས་པ་དང་མཉམ་དུ་དེ་ནི་སྒོ་དུ་མ་བཏབ། ཁོ་ཚོ་དོགས་པ་མེད་པར་སླེབས་ཀྱི་ཡོད་རེད་བ། ཀེ་ཀེ། མ་ཁོག་ཅིག་ནི། ཐོད་པ་ལོ་དཔེ་མགོ་ལོ་ལྟར་རི་མོ་འདྲ་རེ་རེ་བྲིས་ནས་རྟགས་འདྲ་རེ་བཏབ། དེ་སླེབས་ཀྱི་ཡོད་རེད། དེ་ནས་སྨད་ཡོངས་གྲགས་བཀའ་པོད་ཅིག་ཀུན་ཁོང་སྟོང་ནི་ཕ་རྗེས་མ་རང་མིང་རྒྱུ་རིགས་མཚོན་ཅན་གད་མས་ནས་སླེབས་ཡོང་དུས་སྒོ་དུ་མ་བཏབ་ནས་རྒྱལ་པོའི་སྔུན་དུ་གྲབ་སྒྲིག་ཡོད་རེ་བ་མང་མི་འདུག་ད་གང་ལྟར་བྲམ་ཟེ་ཁྲི་བརྒྱད་དུས་གཅིག་ལ་སྐད་སྐྱེས་པ་རེད་ཟིག་ཡོད་རེད་ད་གཏུམ་པོ་རེད་མ་རེད་དེང་སང་གི་ང་ཚོ་མེ་མདའ་དང་འབམ་དང་ཨེ་སྒྲ་འབམ་ཏིག་ཡིག་ཅིག་ཞིབ་བྱེད་འགྲོ་གི་འདུག་སྐད་རྒྱག་གི་ཡོད་རེད་ད་དུས་གཅིག་ལ། མི་ཁྲི་བརྒྱད་ཀས་སྐྱེས་ཡ་དང་སྲས་ཡ་དེ་འདྲས་དུ་དེང་སང་ཞི་རགས་དཀོན་པོར་བ་ཨེ་བཀྲ་འབངས་དུ་ཞུས་བ་ཡིན་ནང་ཨེ་བཀྲ་འབངས་རེ་རེ་གི་ཁྲི་བརྒྱད་ཕ་བརྒྱད་སྲས་ཡོད་མ་རེད་བྱས་ཙང་ད་སྐབས་དད་དོན་ནི་དེ་འདྲས་ཡོང་སྡུག་ཡོད་རེད་དེང་སང་མི་བརྒྱ་ཉིས་བརྒྱ་འབངས་གི་ཤི་ཤི་སྲས་ཡོང་དུས་ད་མཚན་རེ་ད་ཅིག་ཤི་བ་རེས་ང་ཚོ་སྐད་རྒྱབ་བསྡད་གི་ཡོད་ར་བ་ཡིན་ནང་ཁོ་སྲས་གཉེན་གྲོགས་ནང་སྐབས་དད་དུས་སངས་རྒྱས་ཚུགས་ག་དེ་ར་ཡོག་དུ་ཡོད་རེད་དེ། ཨ་ད་དེ་གཏུམ་པོ་ཡིན་པའི་ཁའི་རྒྱུ་མཚན་འདྲ་བ་གཅིག་དེ་འདྲའི་མཐོང་ཡོང་གི་འདུག་ད་དེ་ནས་ང་ཚོ་བློན་པོ་སུས་པ་སུས་པ་ཟེར་ནས་ད་སུས་པ་དེ་མང་པོ་ཤེས་བསྡད་པ་རེད་བ། གསུང་རབ་ནང་ལོགས་ལ་གཙོ་བོ་དེ་སུས་པ་དེ་གཅིག་བཤད་ཡོང་གི་རེད། ཨ་དེ་ནས་སྒྲོག་འདི་མ་ཤེས་བ་ཡིན་ན་ཡང་དེ་ནང་ལོགས་ལ་ང་ཚོ་ཆོས་དང་འཇིག་རྟེན་གྱི་བྱ་བ་མང་པོ་ཅིག་གི་འགྲོ་སྟངས་འདུག་སྟངས་དེ་གསལ་གི་འདུག་བསམ་གི་འདུག། ད་དེའི་སྐོར་དེ་བཤད་ཡོང་དུས་ད་འདི་སྔོན་ལ་ཡར་འགྲོ་དགོས་རེད། ཡོད་གདོང་མཆོག་གི་རྒྱལ་པོ་དཔེ་མེད་སྙིང་པོ་ཟེར་དེ་ཁྱེད་ནི་ཕ་རྒྱལ་ལ་དམག་བཏབ་ཡོང་འདུག་ཨ། ཡོག་ལ་རྒྱལ་པོ་དེ་ནི་གདོང་མཆོག་ལ་ཡང་རྫོང་དངོས་སུ་འགྲོ་དུས་ཡང་མི་ཚོས་ལབ་ཡོད་རེད་ང་ཚོ་སྔོན་མ་ནས་དགྲ་རེད་ཁྱོད་རང་ཉེན་ཁ་ཡོད་རེད་མ་འགྲོ་ན་ཡག་གི་རེད་ཟེར། ཡིན་ན་ཡང་ད་རྒྱལ་པོ་རྫུན་མ་གྱིས་ངུ་སྨན་གྱིས་ནས་འགྲོ་ཡོད་རེད་བ། རྒྱལ་ཚ་འདི་སྔོན་ལ་ཡག་རེད། གདོང་མཆོག་གི་རྒྱལ་པོ་དེ་གིས་ད་ཕ་རྗེར་བསྲེ་ཡས་དེ་ཡོད་ཡག་པོ་ཤོད་ཅིག་ལོ་ཐོ་ཡག་པོ་རྩི་མཁན་ཡག་པོ་མ་ཧེ་ད་བ་ཅོ་མང་པོ་བ་རང་གི་ཤིང་མང་པོ་ད་ཤོད་ཅིག་དེ་ས་ཡག་པོ་ཤོད་ཅིག་ཡོད་ཟེར་དེ་ང་ཚོའི་དབང་དུ་བསྡུ་དགོས་འདུག་ཟེར་གྱིས་ནས་གདོང་མཆོག་གིས་དམག་རྒྱག་འོང་འདུག་དམག་བརྒྱབ་དེ་གཏུམ་པོ་རང་སྣང་གིས་རྒྱལ་པོ་ཁོ་རང་དམག་ནང་སོང་ཕོ་བྲང་འདི་ཕོ་བྲང་གསུང་གིན་ནང་ལོག་ལ་བྱས་དེ་བྱས་དུས་རྒྱལ་པོ་ཁོ་རང་གི་ཁྲིད་ནས་སོང་བའི་དམག་དེ་ཤོར་ནས་རྒྱལ་པོ་ཁོ་རང་སྐྱེ་བོ་བོད་རྒོད་ཁྱི་ནས་ཚོ་ཕོ་བྲང་ནང་ལོགས་ལ་ཚོས་འཛུལ་མ་ཐོབ་བ་ཀྱི་བར་དུ་ཁོ་ཚོས་རྡོ་འགྱོགས་ཀྱི་དམག་གི་བཀག་ནས་རྒྱལ་པོ་སྐྱེ་བོ་བོད་རྒོད་ཁྱི་འདུལ་བ། དེ་ནས་རྡོ་འགྱོགས་ཀྱི་དམག་གིས་ཕ་རྒྱལ་གྱི་གྲོང་ཁྱེར་མཐའ་བསྐོར་ནས་བསྡད་གྲོང་ཁྱེར་དེ་ཡང་ལེན་མ་ཐོབ་རྒྱལ་པོ་དང་གྲོང་ཁྱེར་ནང་ལོགས་ཕ་མ་དང་ཚོས་འབྲེལ་བ་མ་བྱུང་རྒྱལ་པོ་སྐྱེ་བོ་བོད་རྒོད་ཁྱི་ནས། རྒྱ་བོད་རང་གླིང་རྒྱ་ཡ་ཡ་བོད་འགྲོ་དུས་ནི་གྲོང་གསེབ་དེ་འདྲ་ཐུག་རོ། དེ་ལྟར་གྲོང་གསེབ་དེ་འདྲ་སྐྱེ་ལོའི་ཐོག་རྟ་སྐོ་སྐབས་ལས་ཀ་རྟ་ཆེ་མི་ཆེ་གྲོགས་གོ་རྟོགས་དེ་འདྲ་རེད་སྡད་པའི་སྐབས་སུ། ཨེ་ཞིང་པ་མི་ཚང་གཅིག་ཡོད་ས་ཅིག་ནང་ལ་ཁོ་འཛུལ་སོང་འདུག་བ། དེ་སྒོ་ལངས་ནང་གླེ་བ་འདི། དེ་ལྟ་ལས་མ་བ་བ་འདི་རེ་བ་ཆགས་ཆོས་ཅན་ཁོ་ད་མ་ཟ་ཡོད་སྲིད། དེ་ནས་ཞིང་པ་དེ་ལས་མིང་འདི་ལས། མི་དེ་གི་མིང་འདི་ལས་རྣམ་པ་སྲིད་གི་རེད། སྐྱེས་མིང་འདི་ལས་མིང་གི་འདུག་རི་ཁྲོད་མ་སྲིད་རི་ཁྲོད་མ། ཁོ་གཉིས་ཀྱི་དྲི་ཤ་ནི་ཅི་ཚ། རྟ་འོང་དུས་ཁོ་རྟ་རྟུག་གི། ད་ཁོ་རང་ཁྲ་མོ་ད་དོ་ལོ་རྟུག་གི་རྫི་གུ་ཡོད་རེ་བ་སྐྱེས་ཙང། ད་ཁོ་གི་དམག་དཔོན་ཅི་རེད་ཤ་བསམ་དུ་དམག་མི་གཅིག་རྒྱ་པོ་ཡིན་པ་དེ་སུ་གཅིག་ཧ་གོ་མི་འདུག་ཨ་ཁོ་ཚོས་ཁོ་གཉིས་མ་གཏོགས་དེ་སུ་ཡོད་ས་མ་རེད། ཁོ་རང་ཕ་རྒྱལ་གྱི་ཁོངས་གཏོགས་ཀྱི་གྲོང་གསེབ་ཅིག་ཡིན་དུས་ད་ང་རང་ཚོ་གི་དམག་དཔོན་ཅི་རེད་ཤ་བསམ་ནས། ཁོ་གཉིས་ཀྱི་རོགས་པ་འདྲ་བོ་བྱས་ནས་ཡར་བསྐྱོར་ནས་ནང་ལ་ཁྲིད། ཁ་ལག་འདྲ་བོ་སྤྲད། ཨ་ཏི་ཅི་ཤ། དེ་ནས་ཞིང་པ་དེ་ལ་སྦོ་ཤོམ་ར་དགའ་རོགས་ཡོད་ས་རེད། དམག་དཔོན་ལགས་ཟིག་འདུག་ཁོ་དམག་དཔོན་མ་གཏོགས་རྒྱ་བོད་ཡིན་པ་ཧ་གོ་གི་ཡོད་མ་རེད། དམག་དཔོན་ལགས་ད་ང་ཚོ་དམག་ག་འདྲས་ཤིག་ཤོར་བ་རེད། ཨ་ནི་དམག་དཔོན་ཐབས་ཆག་ཞི་བ་དེ་འདྲ་ཡོད་ས་རེད། རྒྱ་བོད་རང་སྣང་གི་ག་སྲིད་ང་དམག་དཔོན་འདྲ་བསྐུལ་བ་ཡིན་ན་ང་འགྲོ་ནས་གདོང་མཆོག་གི་རྒྱལ་པོ་དཔལ་མི་སྙིང་པོ་དུང་གི་ལང་ཚང་ཟིན་ནས་ཁྲིད་འོང་ས་རེད། དམག་དཔོན་སྐྱོ་ཧོ་ཞི་བ་དེ་འདྲ་འགའ་ཡོད་ས་རེད་ད་ཁྱོད་དེ་འདྲའི་སྨད་ཀྱི་འདུག་ད་དང་པོ་ཁ་ལག་ཟ་ཟེར་གྱི་ནས་ཁ་ལག་སྤྲད་པ་རེད། ཨ་ནེ་འཆང་གཅིག་ཁྱེད་ཡོང་དུས་འཆང་བླུགས་ས་གི་ཕོར་པ་དེ་འདྲ་ཁོ་ཡག་པོ་མེད་ཡིན་ཟེར་བ་ཁོ་ནས་ད་ཞིང་པ་སྐྱོ་ཧོར་བ། དེ་ལྟར་ཕོར་པ་རྫ་མ་འཁྱག་ཐོག་ཅིག་གི་ནང་ལོགས་ལ་འཁྱང་ལོག་ནས་བཀྲེས་དུས། ཨ་ནེ་དཔའ་བ་དེ་ཁོ་རང་གི་དང་པོ་ད་དོག་འདྲ་དེ་འདྲ་མི་ཧག་གིས་བྱས་དུས་ཡིད་ཆེས་ཡག་བྱས་དུས། ཁོ་རང་གི་ཁ་གོང་མཐོང་ནས་ཚུར་བཀྲེས་འདུག་ཨ་ཕ་ཁོ་རང་གི་མཐོང་ས་དེ་རྫ་མ་འཁྱག་ས་དེ་ནས་ཁ་རྒྱབ་མཐོང་ནས་ཨ་ཁོ་ལ་ཚུར་བཀྲེས་དུས། མ་ཆགས་ཚེ་དེ་ནས་མཐོང་མདོག་མདོག་འདྲ་བ་བྱས་ནས། དེ་ངོས་དེ་ཚོ་ཚེས་ནས་སྤྲད་ཡིན་འདུག་ཨ། རྒྱ་བོད་ཁོ་རོ་རྐྱང་པོ་ཡོད་ས་རེད། ད་ངས་རྫ་མ་མ་ཆགས་ཚེ་དེ་ནས་མཐོང་བ་ཡིན་ན་ཁོ་ལ་བཙོག་ལྟ་བྱས་པའི་བཟོ་འདྲ་བ་ཆགས་ས་རེད་བསམ། དེ་ཡིན་དུས་ཁོ་རང་གིས་རྫ་མ་ཆགས་ཚེ་དེ་ནས་ཁ་རྒྱབ་མཐོང་ཚེ་དེ་ནས་མཐོང་བ་ཡིན་ན། ཁོས་ང་ལ་རོགས་པ་བྱས་ཡ་བལྟས་ཚེ་ཡག་ཆེ་བ་ཡོད་རྒྱུ་རེད་བསམ་བྱས་ནས། རྒྱ་བོད་ཀྱིས་ཁོ་རང་གི་ཁ་རྒྱབ་མཐོང་ས་ཁ་ཆགས་ས་དེ་ནས་ལྡོག་ས་ངེས་ས་དེ་ནས་ཁ་རྒྱབ་ནས། མཐོང་དོ། ད་དེ་རྒྱབ་པའི་ས་མ་ནང་གི་ཁོ་ཞིང་པ་དེ་ཞིག་དགའ་འདུག་ཨ། ཁོ་དམག་དཔོན་ཆེན་པོ་གཅིག་ཡིན་ན་ཡང་ད་ང་ལ་བཙོག་ད་ན་མི་བརྗེད་ཞིང་པ་ཐབས་རྒྱག་ཆེ་ལ་འདི་འདྲ་བྱེད་ཀྱི་འདུག་བསམ་ནས་དེ་ནས་ཁོ་རང་སྤྱན་མའི་དེ་ལ་ལབ་ནས་ཁོ་ལ་ཡབ་སྒོ་གཅིག་ཞུ་ཟེར་ནས་ཁྱོད་ཀྱི་ཁྲུས་གཅིག་རྟ་དེ་གའི་ལ་རྩ་བྲེག། དེ་འདྲ་བྱས་ནས་ད་ཁོ་གཉིས་ཀྱི་ནང་ལ་ཉལ་བསྡད་འདུག་ད་ངའི་གྲོགས་པོ་ཡིན་ཟེར་ཁོ་གཉིས་གྲོགས་པོ་འདྲ་བོ་བྱས་ནས། ཨ་ཁོ་ཡ་ཡ་བྲག་རྒྱབ་བུ་སྨད་ཡེ་ཡ་དེ། ཡིན་ན་ཡང་ད་མར་འགྲོ་ཐུབ་གི་ཡོད་མ་རེད། ཁོ་ཚོ་མར་འཛེགས་འདུག་ཡོད་རེད། དེ་འདྲའི་གཅིག་ལས། ད་ལམ་འགྲོ་གཅིག་ལ་གར་བྱུང་ཞིག་ཟེར་ན། སྐྱ་སེང་རི་བྲག་པ་ཟེར་ཡོད་དུས་ད་རྒྱ་གར་ནང་ལོགས་ལ་ལྟ་བུ་རེ་ཞིག་གནང་ང་མོ། བཙན་འཛུལ་གཅིག་ནི་རྒྱ་རྒྱབ་ཀྱིས་སྡིང་གི་ཅིག་ཡོད་ལོས་རེད། ཕྱིས་སུ་རྒྱ་གར་གྱིས་ཏུ་རུ་ཁ་ཟེར་ཅིག་ཤེས་བསྡད་ཀྱི་རེད། ཏུ་རུ་ཁ་དང་ཧུ་ནུ་སེ་ཅེས་བཤད་བསྡད་ཀྱི་རེད་ད་དེ་ཚོ་ཡིན་ས་རེད་བསམ་གི་འདུག་སྐབས་དེ་དུས་ཏུར་ཀ་དུ་ཧུ་ནུ་སེ་དེ་ནི་གི་གོ་ཡ་མི་འདུག་ཨ་རི་དྲག་པ་སེ་དེ་ཚོ་ཕ་རྒྱུད་ཡིན་ས་རེད་ཅེས་ས་སྐྱ་སངས་རི་དྲག་པ་སེ་དེ་འདྲའི་གི་དམག་ཤོག་འདྲ་བོ་གཅིག་གི་ནི་གདོང་འཇོག་ལ་དམག་རྒྱག་གི་འདུག་ཨ་ག་རེ་ཟེར་ན་གདོང་འཇོག་གི་དམག་ཐམས་ཅད་ཁྲིད་ནས་ཕ་རྒྱ་ལུ་ཚོ་དམག་འཛིང་ག་འགྲོ་སོང་ཟེར་ཡོང་དུས་ཁོ་ཚོས་ཕི་ནི་ཨ་ནི་གདོང་འཇོག་ལ་དམག་རྒྱག་གི་ཕི་ནི་རྒྱ་ས་སྐྱོབ་འགྲོ་གི་བྱེད་གི་ཡོད་ཟེར་བ། དེ་ཡིག་གི་ཕུ་ནེ་ཚོ། གདོང་འཇོག་གི་རྒྱ་བོར་ལས་ཡི་གེ་བཀོད་ནས། ད་ཁྱོད་རང་གི་ཡོད་གཞན་དག་རྐྱང་ཡང་དེ་ལྟར་ཡག་པོ་རེད་དེ་ང་ཚོའི་ཡོད་དེ་མི་གཞན་པར་རྐྱང་རོགས་གདོང་འཇོག་ག་ཚོད་ཡོང་རོགས་གྱིས་ཟེར་ནས། ཡི་གེ་བཏང་ཡོང་དུས་ད་དེ་གལ་ཆེ་ཤོས་ཆགས་ཡོད་རོགས་དེ་ནས་ཁོ་ཚོས་དམག་ཕྱི་འཐེན་བྱེད་དགོས་ཁེལ་འདུག་དམག་ཕྱི་འཐེན་བྱེད་དུས། ད་ཁོ་གདོང་འཇོག་གི་རྒྱ་བོ་དེ། གར་སའི་ཁ་ཕོག་རིགས་འདྲ་བོ་ཅིག་ཡོད་རེད་བ་ཀོ། མིང་དང་ལག་རྒྱ་དེ་གི་ཞོ་གསུངས་ཡོད་ཡིན་ཙང། ང་ཚོ་ཐོབ་རྒྱ་གོ་རྒྱ་དམར་ཕྱི་མཐའི་སྐྱེ་བ་ཡིན་ན་ང་ཚོ་དམར་ཕམ་ནས་བོད་སོ་སོའི་ལབ་ཡོང་གི་རེད་བསམ་ཁྱེད་ནས། ད་ཁོ་ཐབས་ཤེས་ཀྱི་ཚིག་ནས། སྦྲུལ་འདྲ་བོ་ཅིག་བསྒྲེངས་ནས། ནི་ཕར་འགྲོ་ཡག་གི་རྩིས་བརྒྱབ་འདུག་བ་དེ་ཡིན་དུས། ཨི་ཕ་སྦྱར་གི་རྒྱ་ས་ལས་ཡག་བང་ཆེན་བཏང་ནས། ད་ང་ཚོ་འཛིང་མཚམས་བཞག་གི་ཡིན། ཨཱ་ནི་རྒྱལ་པོ་ང་ཚོ་ཐུགས་བརྩེ་གཅིག་བྱས་ནས་ལག་པ་བཏང་ནས་ང་ཕར་ལོག་འགྲོ་བ་ཡིན། ད་རེས་ང་ཚོ་གི་མཚམས་འདི་ལྟར་བཞག་གི་ཡིན། ཡི་གེ་བཏང་འདུག་ཨ། ཡི་གེ་བཏང་དུས་ཕོ་བྲང་ནང་རྒྱལ་པོ་ཡོད་མ་རེད་བ། རྒྱལ་པོ་མེད་ཡ་ཡིན་ཙང་ད་བློན་པོ་དེ་གས་ཀྱིས་རྒྱལ་པོ་བཏང་ན་ང་ཚོ་ཡོང་ཐུབ་ས་མ་རེད་ཡིན་ན་རྒྱལ་པོའི་བུ་བཏང་ན་འགྲིག་རེད་བས་ཟེར་དུས། ད་ལྐོག་ཟ་མ་རེད་རང་རེད་མགྱོགས་པོ་ཕར་འགྲོ་དགོས་ཀྱི་ཡོད་རེད་བ། ཨོ་འགྲིག་གི་རེད་ཟེར་ནས་རྒྱ་བོད་བོད་བག་ལང་ཤོང་ཟེར་ཏེ་བཏང་ནས། བག་ལང་ཤོང་དང་གདོང་འཇོག་གི་རྒྱ་བོད་དཔེ་མི་སྙིང་པོ་གཅིག་གཉིས་ལག་པ་བཏང་ཐམ་གྲོངས་དང་གྲོངས་གཏོགས་ཟེར་ནས་ཡོད་རེད། ཨོ་དེ་འདྲས་བྱས་ནས་དེ་ཕར་ལོག་སོང་བ་རེད། ད་ཕར་ལོག་ཚར་དུས། ཨ་ཁོ་རང་ཚོ་ད་རྒྱ་བོ་ཉུག་ག་འགྲོ་འདུག་རྒྱ་བོ་བརྩེ་ག་འགྲོ། ཨ་ནི་ལུས་ཡོད་ལུང་པ་ཚང་མ་ཁོ་ཚོ་དམག་ཕར་ལོགས་སུ་ཟེར་ཡ་ཧ་གོ་ཡོང་བ་ཡིན་ཙང། ཁོ་ཚོའི་མྱོང་ནི་འདི་རྒྱ་བོ་གས་རྙེད་ཡོད་ས་མ་རེད་དེ་ད་རྒྱ་བོ་ཁོ་རང་རང་འགོ་ཅི་ད་མར་ལོག་འགྲོ་གི་ཡོད་རེད་བ། མར་ལོག་ག་ཞིང་པ་བཟའ་ཚང་དེ་ཉིན་ལ་ཨ་ནི་ཁྱོད་རང་ཚོ་འཕགས་རྒྱལ་ལུས་མ་གྲོང་ཁྱེར་ནས་ཡོང་གི་ཡིན་ན་ང་སུ་ཤོ་ཨ་ཟེར། ཨ་ཁྱོད་རང་ཚོ་བཀའ་དྲིན་ཆེན་པོ་ཞེ་དྲག་ཡིན་ང་ཡག་པོ་ཞུ་བྱས་སུ་ད་ང་མར་ལོག་འགྲོ་གི་ཡིན་ཟེར་ནས། མ་ལོག་སོང་བ་རེད། ཞིང་པ་གཉིས་ཀྱིས་ད་ཁྱོད་རང་མེན་ཀོང་རུ་གཤེགས་ནས་ང་ག་འདྲའི་ཟས་ནི་ཕ་རྒྱལ་ནས་བརྩིགས་ཆོག་གི་རེད་གྲོང་ཁྱེར་ཆེན་པོ་དེའི་ནང་ལོག་ལ། མ་ད་ཁྱོད་མེན་ག་རུ་ཡིན་ཟེར་དྲིས་དུས། ངས་མེན། དམིགས་བསལ་གས་ཡོད་མ་རེད་ཤི་དགོས་ཡ་ཡོད་མ་རེད་ཁྱོད་རང་ཕ་རྒྱལ་སླེབས་སོང་ན། རྟ་མང་སྐྱིད་ཟེར་ཡག་གི་ཁྱིམ་ཚང་གཅིག་ག་ཡོད་རེད་ཟེར་དྲིས་ནས་ཤོག་བོ་ཟེར་བྱས་ནས། རྒྱ་བོ་མ་ལོག་སོང་རེད་ཟེར་གྱི་ཡོད་རེད། རྒྱ་བོ་མ་ལོག་ནི་ད་ཁོ་རྒྱ་བོ་ནི་རྒྱ་བོ་རང་རེད་བ་དེ་རྒྱ་བོ་གཅིག་བསྡད་ཀྱི་རེད་བ། གཏོར་མ་རྒྱབ་རྟ་ཐུག་འཕྲོག་བཏང་ཁོ་ཚོ་བསྡད་ཡོད་རེད། ད་ཉི་མ་གཅིག་ཞིང་པ་བཟའ་ཚང་དེ་གཉིས་དེ་ཕ་རྒྱ་ལ་དུས་ཆེན་གྱི་མཛད་སྒོ་དེ་འདྲ་བྱས་ཡོད་ས་རེད་མི་ཚང་མ་ལྟད་མོ་ལྟ་ཡོད་དེ་གི་ཁ་དོག་དང་གཏོང་ནི་ད་ངན་གཅིག་འགྲོ་སྲིད། སྔོན་མ་ང་ཚོ་གྲོགས་པོ་དམག་དཔོན་དེ་རྟ་མང་ཚོང་ས་ལ་གཅིག་འགྲོ་སྲིད། ཨ་རེད་ཟེར་ད་ཁོ་གཉིས་ཀྱི་ལྟད་མོ་བལྟ་ཞོར་གྱི་རྟ་མང་ཐུག་ཀ་ཅེས་ཨ་ནི་ཡོང་བ་རེད་ཟེར། ཨ་ཕ་རྒྱན་ལ་སླེབས་ནས་ལྟད་མོ་བལྟ་དུས་ཨ་ནི་རྟ་མང་ཚོང་ཟིག་ག་ཡོད་རེད་ཟེར་སྐད་ཆ་དྲིས་དུས། རྟ་མང་ཚོང་འདི་རེད་ཟེར་ནས་མི་གཅིག་གིས་ཁྲིད་ཡོང་འདུག་བ། ཁྲིད་ཡོང་དུས་ཡ་ཡ་ཁྲིད་ཡོང་དུས་རྒྱ་བོད་ཕོ་བྲང་ནང་ཁྲིད་ཡོང་གི་ཡོད་ཟེར་བ། ཨ་ཁོ་གཉིས་ག་རེ་ཡིན་ན་ག་རེ་ཡིན་ན་བསམ་ཡ་ཡ་ཡོང་ད་ཁོ་མ་ཡོང་རང་ཡོང་རེད་ཁྲིད་ཡོང་དུས། ཁོ་གཉིས་སྡིག་པ་ཉེས་པ་ནི་གེ་སར་ཡོད་མ་རེད་དེ། ཡོང་དུས། འདི་རྒྱ་སྦོག་དུ་མཐོང་འདུག་རྒྱ་སྦོག་གིས། འདི་ཁྱོད་རང་གཉིས་འདིར་ཡོང་བ་འདི་དགའ་བོ་ཞིག་རེད་བྱུང་ཟེར་དུས་ཁོ་གཉིས་རྒྱ་སྦོག་ངོ་ཤེས་ཀྱི་མི་འདུག་ཨ། སྐྱིད་ཐང་གི་དེ་ལག་ཡོད་རེད། ཁོག་གི་ཅིག་དངོས་རྟགས་འདྲ་བོ་འདི་ག་ཡོད་རེད་ཟེར་ནས་མགོ་ཀླད་དགའ་ཡིན་ཟེར་བ། ཁྱེད་ད་རྒྱ་སྦོག་གི་ད་ཡང་རྒྱ་ཆེ་སྤྲད་ནས་དེ་འདྲའི་གི་ཀྲོག་གཞུ་དེ་གི་གོན་ཡོང་དུས་ཁོ་མགོ་མཐོང་མེད་ཡ་ཡིན་ཙང། ཨ་སྔར་ལས་རྫིག་རྫིག་འདྲ་ཆགས་སྡོད་རྒྱུར་བ་ད་དོག་ལོག་དེ་གི་གཞུ་བྱས་ནུས། ནི་ཁོ་གཉིས་ཀྱི་སེམས་ཀྱི་ནང་ལོགས་ལ་རྒྱལ་པོ་ཡིན་སྣང་དུ་མ་ཡོད་ཡིན་ཙང། ཡར་བལྟ་མ་ཤོད་ཡིན་ཙང་ངོ་མ་ཤེས་པ་རེད་ཟེར། ཨ་རྒྱལ་པོའི་ཕ་ཙག་ཙག་ཀོང་ཀོང་བཤད་དུས་ནི་ཁོ་གཉིས་ཧང་སངས་ནས། ཨ་རྟ་མང་བཙོང་ཟེར་དུས་ང་ཚོ་གི་ནི་མི་ཚང་གཅིག་ཡིན་ཆ་གཅིག་ཡིན་ཟེར་ལབ་འདུག་ཨ་རྒྱལ་པོ་གིས་རེད་ཟེར་རྟ་མང་ཟེར་ན་སྤྱི་བཏང་གི་མི་ཚང་གི་མིང་འདྲ་བོ་རེད་དེ་མི་ཚང་དེ་འདྲའི་ཡོད་མ་རེད་ཟེར་ཕ་རྒྱལ་ལོས། ངས་ཁྱེད་རང་གཉིས་དགའ་ཙི་ལབ་ནི་ཡིན། ང་མར་སླེབས་དུས་རྟ་མང་ཚོ་ག་བ་འདུག་ཟེར་ནས་རྩེད་སྐྱེལ་མཁན་མི་འགུལ་ཚེ་ང་ས་ལ་ཁྲིད་ཤོག་ཟེར་ནས་ལབ་བཞིན་ཡོད་རྗེས་ཚང་ཁྱོད་རང་གཉིས་ང་ས་ཁྲིད་ཡོང་བ་རེད་ཟེར་བྱས་ནས་ད་གང་ལྟར་རྒྱ་བོད་ཀྱི་ཁོ་གཉིས་ལ་ཡག་པོ་ཞུགས་བྱས་འདུག་གསོག་འཇོག་གི་དྲིན་ཆེན་ཡིན་ཟེར་བྱས་ནས་ད་ཁྱོད་རང་འདི་སྡོད་ཟེར་ངས་ཆ་ལ་བསྡད་ནས་ང་ལས་རོགས་པ་ཅིག་རྒྱ་སེ་ཞོར་བསྡད་ཁྱོད་རང་གཉིས་བློན་པོ་བསྐོ་ཁོ་ཟེར་དུས་ནི་ཁོ་གིས་ད་དེ་འཇོན་གི་མ་རེད་ང་ཞིང་པ་བྱེད་ཤི་ཡོང་གི་མ་རེད་ཟེར་ལབ་འདུག། རྒྱལ་པོས། དེ་སྐོར་ཁྱོད་དངུལ་མ་ཡིན་ན། ཁྱོད་རང་ཕ་རྒྱལ་གྱི་བློན་པོ་དང་དམག་དཔོན་ཡིན་ན་གདོང་མཆོང་གི་རྒྱལ་པོ་སྟག་ཚང་དགོན་ནས་ཟིན་བྲིས་ཡོད་ཟེར་ཏེ་སྦག་ཞོ་བཀྲ་མོ་བཤིག་འདུག་བ་དེ་ཅི་རེད་ཟེར། དེ་འདྲའི་འདྲ་བཤད་ནས། ད་ཁོ་གཉིས་དེ་འདྲའི་བྱས་དུས། ད་གང་ལྟར་ཁོ། ད་ར་བསྡད་ཡག་གི། ཐག་བཅད་འདུག་བ། བསྡད་དུས་རྒྱལ་པོ་གི་ད་ཁོ་ལ་རྒྱུས་གཏད་ཚུལ་ལོས་འདིར་བ། ཁོ་ཚོ་ནང་ལ་མང་པོ་བསྡད་ཡིན་ཚ། ཨ་ཁོ་བློན་པོ་ཀོ་ཡར་གྱི་རྩིས་རྒྱབ་ནས་རྒྱ་བོད་ཁོ་རང་ལ་བློན་པོ་ལྔ་བརྒྱ་ཡོད་རེད་ཟེར། ཨ་བློན་པོ་ལྔ་བརྒྱ་ལ་སྤྲད་ནས་སྤྲད་ནས་ཟེར་ན་མི་འདོད་མ་ངོ་སྤྲོད་འདྲ་བོ་བཟོས་ནས་ཨ་ནེ་ཁོ་ལ་ལྟ་རྟོག་བྱས་ཤོག་ཟེར་ཡང་འདོད། ཨ་བློན་པོ་ལྔ་བརྒྱ་གིས་ང་ཚོ་རྒྱ་བོད་སྲོག་ཕྱོགས་ཀྱི་དྲིན་ཅན་རེད་ཟེར་ནས་ཁ་ལག་དང་དོག་ལོག་དང་ཞི་བ་སྤྲད་ནས་བསུས་བ་ཡིན་ཙང་ཨ་ནེ་ཁོ་ལ་མིང་བསུས་པ་ཟེར་ཐོགས་རེད་ཟེར། དང་པོ་ཁོ་ཞིང་པ་རྣམ་བཞི་ཡིན་ན་རྣམ་པ་ཡིན་ན་ཁྱེར་ཟེར་བ། དེ་ཚོ་དེ་ནས་ཁོ་མལ་འགྱོ་ནས་ད་སུས་པ་ཟེར་ཏེ་དེ་ནས་ཐོག་འདུ་བ། ད་དེ་ནས་དེ་ཚོས་མི་རན་བ་ཅིག་ལས་དེ་ནས་རྒྱ་པོ་གི་ཁོ་བློན་པོ་བསྐོ་ཡོང་འདུ་བ། བློན་པོ་བསྐོ་ཡོང་དུས་ཁོ་ཞིང་པ་ཡིན་པ་དང་དེ་འདྲས་ཀྱི་ཆ་ནས་ད་མི་ཚོགས་ཀྱི་ནང་ལོགས་ལ་ཡི་མ་རང་བ་དང་དེ་ནས་མང་པོ་ཡོང་དུས། ད་དེ་ལས་རྒྱ་འབོག་གི་ཐབས་ཤེས་མང་པོ་ཞིག་བགྱི་ཚད་ཡོད་རེད་དེ་ཡང་ང་འདྲ་བྱས་ནས་དེ་སྒྲོང་དུ་སྙན་པོ་ཞུ་འདུག་ཁོ་ལ་ཚང་མས་མཐོང་ཆུང་བྱེད་བརྙས་བཅོས་བྱེད་དེ་འདྲས་བྱས་བསྡད་ཡོད་པ་ཡིན་དུས་རྒྱ་འབོག་གི་ད་ཐབས་ཤེས་མང་པོ་ཚད་ཡོད་རེད་ད་ཐབས་ཤེས་ཁ་ཤས་ཀྱི་དཔེ་མཚོན་འདྲ་བཞག་པ་ཡིན་ན། ཉི་མ་གཅིག་ལ་རྒྱ་འབོག་གི་བློན་པོ་ཚང་མ་ཚོགས་ས་ལས་ཨ་ནེ་སྐད་ཆ་མང་པོ་དྲིས་འདུག་བ་སྐད་ཆ་མང་པོ་དྲིས་དུས་གཞན་དག་གི་ལན་གར་བརྒྱབ་ན་རྒྱ་པོ་གཅིག་གནའ་འགྲོག་མི་འདུག་འདི་མ་རེད་སྲིད་དེ་ཡག་པོ་མི་འདུག་སྲིད་དེ་དེ་འདྲ་མ་རེད་སྲིད་ཅེས་ནས་ཅི་ཡང་ཁས་མ་ལེན་བར་བྱས་ཨ་ནི་སུས་པ་ལ་དྲག་ཡོད་ས་རེད་སུས་པ་ཁོ་ཕག་མ་བསྒྲིགས་པ་ལས་ཚོ་གཞན་མི་དང་ནང་བཞིན་གྱི་ལབ་ཕོད་ཡོད་ས་མ་རེད་ཨ་ནི་སུས་པ་ལ་དྲིས་ཏེ་སུས་པ་གི་གར་ལ་བ་ཡིན་ན་རྒྱ་པོས་དེ་ག་རང་རེད་སྲིད་དེར་ཞེ་པོ་གོ་རྒྱུ་འདུག་སྲིད་ཅེས་ནས་ད་དེ་འདྲ་བྱས་དུས་ཁོ་ཡིན་ཡང་འདི་ད་མི་གཞན་དག་གིས་སུས་པ་ལ་མཐོང་ལབ་ཡོད་གི།

ཆུང་མ་དང་བཅས་པ་རྒྱུ་ནོར་དང་བཅས་པ་ཚང་མ་འདི་ལྟར་གསོས་པ་ལ་སྤྲད་འདུག་བ། ང་ཚོ་སྔོན་མ་བདེ་བ་ཡོང་གིན་ན་དེ་འདྲ་སྤྲད་ཡ་ཡོད། སྐུ་དྲག་ཆེ་བས་ཁ་ཤས་ཉེས་པ་འདྲ་ཕོག་བ་བ་ཡིན་ན་དེ་གིན་ཁྱིམ་གཞི་དང་རྒྱུ་ནོར་ཚང་མ་ཡང་མི་གཞན་པ་བཅས་ལ་སྤྲད་ཡ་ཡོད་དེའི་བཟོ་འདྲ་བ་བྱས་ནས་ཡིན། གསོས་པ་ལ་སྤྲད་དུས་ད་གསོས་པ་ཧ་ཅང་གི་ཕ་ཡིས་ཆེན་པོ་དང་དེ་འདྲ་སླེབས་ཡོང་གི་སི་རེད། བློན་པོ་གོ་ནས་སྤྲད་བ་ཡིན་ན་ཡང་ཁོ་རང་ལ་གཡོག་པོ་འདྲ་བ་ཁ་ཤས་བཏང་བ་ཡིན་ན་ཡང་དེ་ཚོ་གི་སྐོར་བལྟས་ཚེ་མཐོང་ཆུང་བྱས་འདུག་ག་ཟེར་བ།

ད་འདིར་ངའི་ཐབས་ཤེས་ཀྱི་ཚེ་གོ་གལ་ཡོད་མ་རེད། ངའི་སང་ཉིན་ངས་ཁྱོད་རང་སྐད་བཏང་ཡོང་སྲིད། ཕོ་བྲང་ནང་ལ་སྐད་བཏང་དུས་ཁྱོད་རང་གི་གཡོག་པོ་ཚང་མ་ཕྱག་ཁྲིད་ཞུ་སྲིད། ཨ་ནི་ང་ག་ཞབས་ཏྭ་མ་དུ་ང་ག་ཁྲིད་ཡོང་མཁན་དེ་གའི་ཚང་མ་ཚོ་ཁྱོད་རང་མཐོང་ས་ལ་ཁྲིད་ཡོང་བ་ནི་ངའི་ཐབས་ཤེས་ཡོད་རེད་ཟེར་ལབ་འདུག་ཨ། སང་ཉིན་རྒྱལ་པོ་གིས་སྐད་བཏང་དུས་ཁོ་གི་ཁོ་རང་གཡོག་པོ་ཚང་མ་ཁྲིད། རྒྱལ་པོ་ག་ཁོ་མཐོང་ཆུང་ལ་བྱེད་བདེ་མཁན་ཞྭ་སྟག་མ་དང་བཙུན་མོ་ལྔ་བརྒྱ་དྲུག་བརྒྱ་བྱེ་བར་བ་དང་ཐ་རེ་ཐོ་རེ་དེ་གའི་གཙུག་སྐད་བཏང་ནས། ཁོ་ནི་ཐུག་འཕྲད་བྱས་འདུག